སྔོན་འགོག་ཆེད་དུ་ལི་ཡ་མི་མང་ལི་ཡ་ད་ཅིག་འདི་སྐད་ད་སྐྱོན་དང་འདི་སྐད་དེ་ག་ངས་འདི་སྐད་ད་གོ་རྟོགས་རང་རེད་མི་འདུག་ཤིན་ད་ད་སློབ་གསོ་རྒྱག་བར་བ། སློབ་གསོ་རྒྱག་ཨ་མི་གི་ཤེས་ཡོན་ལི་ཡ་ད་འདི་ཆེ་བོར་བ། གོ་རྟོགས་འཕེལ་ཡ་རང་རེད། ད་ང་དངོས་སུ་ད་མཐོང་མ་མྱོང་ཡ་དངོས་སུ་ད་མཐོང་མ་མྱོང་འདི་ད་བསླབ་གྲྭ་ཁག་ལ་ཡ་ང་ཚོ་གཅིག་གཉིས་བྱུང་སོང་ཨ་ཅེ། ཁ་བ་རེད་མ་སུ་རེད་རེད་བས་ཁ་བ་རེད་གཅིག་ཨ་དེ་འདྲའི་བསླབ་གྲྭ་ཁག་ལ་ཡ་བྱུང་མི་འདི་རེད་གོ་སུ་རེད་བ། གཞིས་ཆགས་ནང་ལ་ཡང་ད་ག་ཚད་ག་ཆད་ཡོང་གི་ཡོད་རེད་དེ་ཡིན་ན་དངོས་གསོལ་འདེབས་པོ་བཅས་སྤྱི་ཚོགས་ནང་ལ་ཡང་དེ་བྱེད་ཀྱི་མི་འདུག་ཨ། འོ་དེ་འདྲས་ཡོང་བསྡད་ཀྱི་ཡོད་རེད། ནོར་འཁྲུལ་ཆེ་ཤོས་དེ་འདི་རེད་ད་དེ་ང་ཚོ་སྦས་གསང་བྱས་ཏེ་ཡོད་རེད། ད་དེང་སང་ཡིན་ན་ང་ཚོ་རྩིས་རོགས་སྐྲ་ལ་རན་སིན་ཁྲིམས་ཐོག་ལ་འགྲོ་དགོས་རེད་སུ་གང་ཅི་གས་འདི་གུར་གོ་བས་མ་རེད་རེད་བ་ཡར་ལག་དགོས་རེད། དེ་སྔ་ཡིན་ན་ས་ངོ་ལ་བ་བས་ཅེས་བཞག་རེད་བ། ཨ་ནི་ག་ག་ག་ལ་ཡོང་བསྡད་ཀྱི་ཡོད་རེད་བ་ད་འདི་ལབ་ཡིན་ན། ཨ་ནང་འདི་ལ་སྐྱོན་རྒྱག་གི་རེད་གཅིག་ལ་སྐྱོན་རྒྱག་གི་རེད་གོ་མིང་ཆད་ཆགས་ཀྱི་རེད་ཨ་ནི་གཅིག་ལ་བས་ཡོད་རེད་བ། དེའི་གི་ཆད་ནི་ད་དུས་འགོད་བ་མ་རེད་བ། འོ་དེའི་གི་རེད་ད་མི་གཅིག་གཅིག་ཡོང་བསྡད་ཡ་ཞུས་རེད་བ། ད་དེ་ཆོས་ཕྱོགས་ཀྱི་ཆོས་ཐོག་ནས་བཤད་བའི་ནི་ད་ང་ཚོ་འདི་རེད་བ་ད་ང་ཚོ་ཆོས་ཀྱི་ནང་དུ་ཡང་ལོག་གཡེམ་ཟིན་བྱས་ཡོད་རེད་བ་ད་བཙན་གཡེམ་བྱས་དུས་ལོག་གཡེམ་བྱས་རེད་བ། དེ་ཆོས་ཀྱི་ཐོག་ནས་ཁོ་བེད་རྒྱག་བས་རང་རེད། ཁོ་བྲིས་པ་ཚད་བརྒལ་མཐོང་གི་ཡོད་མ་རེད། ཆོས་ཕྱོགས་ཀྱི་ཐོག་ནས་བེད་ཐ་དད་རེད།